དུ་ལྟ་ཡང་ལྷ་ཁང་ཕུན་སུམ་ཚོགས་པའི་ནང་ལ་ཞུགས་ནས་དཔལ་ལྡན་ཚོགས་གཙོ་མཆོག་གཙོ་བོ་གྱུར་པའི་ནི། ང་རང་ཚོ་ཕ་ཡུལ་གཅིག་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་གི་ཡོད་དོ་ཞུ་ཡས་ཡིན། ད་དེ་རིང་ནས་ཡང་གཏོགས་མིང་ཙམ་རྗེས་ང་ཚོ། Dale Carnegie གིས་བརྩམས་གནང་པའི་ནི། ཁ་གསལ། གྲོགས་པོ་བསྒྲིགས་ནས་གཞན་ལས་ཤུགས་རྐྱེན་བསྐྲུན་པ་ཟེར་ཏེ། དེབ་དེ་ནི་མ་བུ་ཚོ་ཆེད་ཡང་ཀློག་ཆོག་པ་ཞིག་དེའི་ནང་གི་ད་ག་ཚང་ང་ཚོ། དོན་ཚན་དང་པོ་གི་ལེའུ་གཉིས་འདུག་བ་ལེའུ་གསུམ་འདུག་བ། དེ་ཕྱིན་པ་ཆེས་ཚན་པ་རུ་གསུམ། ད་དེ་རིང་དེ་ཡང་དོན་ཚན་ཆེ་བ་གཉིས་པ་གི་ཚན་པ་དང་པོ་དེ་ཅིག་མར་འགྲོ་ཆོག་པ་ཞིག་ད་དེའི་ནང་ལ་སྤྱི་བཏང་གི་གར་སོགས་ཀར་དོན་ཚན་གཉིས་པ་དེ་ལ་ཡང། ཆེ་བ་དེ་ལ་རིམ་པ་རུ་ཞིག་དྲུག་འདུག་ཚན་པ་རུ་ཞིག་དེའི་ནང་ལ་དང་པོ་དེ་ག་རེ་རེད་ཟེར་ན། མི་གཞན་པ་ཚོ་ཁྱེད་རང་ལས་དོ་དབྱིངས་ཡོང་བ་ཡང་མིན་ན་ཁྱེད་རང་ལས་དགའ་ཞེན་ཡོང་བར་བྱེད་ཀྱི་ཐབས་ལམ་དྲུག་ཟེར་གྱི་འདུག་བྱས་ཙང་ད་དེའི་ནང་ནས་དང་པོ་དེ། ཨ་ནི་ད་ལན་གྱི་ཐབས་ལམ་དེ་བེད་སྤྱོད་བྱས་པ་ཡིན་ན་ཁྱེད་རང་ག་བ་ཡིན་པ་ཡིན་ན་ལས་དགའ་བསུ་ཞུ་གི་རེད་ཟེར་གི་དེ་རེད་བྱས་ག་ད་ཐབས་ལམ་དེ་ག་རེ་རེད་བས་ཟེར་དེ་ད་རྗེས་ལས་ཁོ་རང་གི་ཐབས་ལམ་ག་རེ་ཡིན་པ་དེ་བྲེ་ཤེས་མ་རེད་འབད་བྱས་བྱས་ཀྱིས་རེད་བྱས་ཙང་ག་ད་ད་ལན་གྱི་ཁོང་རང་གི་ཐབས་ལམ་གྱི་གནས་སྟངས་དེ། སྒོ་ག་ནས་བཙུགས་ཡོང་གི་འདུག་ཟེར་དུས་དང་པོ་དེ་ང་ཚོ་མི་གི་རིགས་མ་ཡིན་པ་ཆེས་དུད་འགྲོ་གི་རིགས་ལས་པད་ཤག་ཅེས་དེ་འདྲ་ཞིག་ཡོད་བསྡད་པ་རེད་ཤག་བྱས་ཙང་དེའི་ནང་ལས་ད་དུད་འགྲོ་གི་རིགས་ནང་ལས་ཁྱི་ཟེར་དེ་རེད་པ། ད་ཁྱི་ཟེར་དེ་ག་རེ་རེད་ཟེར་དུས་ཁོ་རང་གིས་དེའི་ནང་ལས་གསུངས་དུས་ག་རེ་རེད་ཟེར་ན་འགྲོ་བ་མིའི་རིགས་ཀྱི་ད་ང་ཚོ་གྲོགས་པོ་ཡག་ཤོས་སེམས་ཅན་གྱི་ནང་ནས་གཅིག་དེ་ག་རེ་རེད་ཟེར་ན་ཁྱི་དེ་རེད། དེའི་ནང་ལས་ཁྱི་ཟེར་དེ་ག་རེ་རེད་ཟེར་ན། ཁོས་སེམས་ཅན་གཞན་པ་དང་མ་འདྲ་བར། ལས་ཀ་ཅི་ཡང་བྱེད་མ་དགོས་པའི་ཐོག་ནས་སྦྱིན་བདག་སྐྱིད་པོ་བྱས་རྗེས་སྐྱིད་པོ་བཟོས་རྗེས་ཨ་ནེ་ཀོ་ག་རེ་བྱེད་ཡག་རེད་ཟེར་དུས། ཁ་ལག་སྐྱིད་པོ་ཟ་ཡི་དེ་འདྲ་ཡོད་རེད་ཟེར། ཁོས་ག་རེ་བྱེད་ཀྱི་རེད་ཟེར་ན། དགོང་མོ་སྦྱིན་བདག་ནང་ནས་ཡོང་ག་ལི། ཀོར་རྩར་བསྡད་རྗེས་རྔ་མ་ཡུག་རྗེས་དེ་གཅིག་ཡང་ཕག་ཚོ་འགྲོ་དུས་རྩེད་མོ་རྩེ་དང་མང་པོ་ཞོ་གཅིག་འདུག་བ་ཆེ་ཚ་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་ལ་ཁྱི་དེ་ཞོ་གཅིག་དགའ་པོ་བྱེད་ཀྱི་འདུག་བ། ང་ཚོ་དེའི་སྟེང་ལ་ཡིན་ན་ལ་མི་མང་པོ་ཞིག་ལ་བས་ཁྱི་བས་ཏེ། ཧ་ལམ། ཕྱི་རྒྱལ་གྱི་རིགས་དེ་མང་པོ་ཅིག་ལ། ཁྱི་མེད་བ་མེད་བའི་སོབ་ད་འདྲ་བ་ཟེར་ན་འཇགས། ཏག་ཏག་དེ་གི་ཡོད་ཀྱི་མ་རེད་ག་ད་ཁྱི་མང་པོ་ཞོ་ཅིག་ཡོད་པ་བྱས་ཙང་ཁྱི་དེ་ག་རེ་རྩིས་ཀྱི་འདུག་ཟེར་དུས། མི་དང་མ་སོང་ན་ཧ་ཅང་གི་ལྷག་བསམ་ཅན། དེ་འདྲས་རྩིས་ཀྱི་འདུག་བྱས་ཙང་ཁྱི་ནང་ལ་ལྟད་མོ་ཡང་ཡོད་བསྡད་པ་རྣམ་པ་ཚོ། ཅིག་ཟེར་གྱི་ཨ་ཕྱི་ཟེར་གྱི་འདུག་བསམ་སོང་དེ་ལ་ལྟ་ང་ཚོ་གི། བོད་པའི་ཐོག་ལ་རྒྱབ་སྐྱོར་གནང་མཁན་རི་ཤོར་ཀེ་རི་ཚབ་འཁྲབ་གནང་རྒྱུ། ད་ལྟ་དེ་རྒྱ་བན་གྱི་སྔོན་མ་ཨ་ནི། ག་ས་རེད། དེ་འདྲའི་དགེ་རྒན་ཆུང་མོ་ཅིག། སྟག་ལྤགས་ཕག་གཙུག་པའི་ཁྱི་གཅིག་བཟའ་སྙམ་པོ། ཨ་ཅེ་ཡིན་ན་དེ་ཁྱེད་ཀྱི་ཁྱི་དེ་དགེ་རྒན་དེ་སྟག་ལྤགས་སློབ་ཚན་ལས་ཕག་སློབ་ཚན་ཁྲི་ཀ་ཕེབས་དུས་སླབ་གྲྭ་ལ་ཕེབས་དུས། ཁོ་རི་ལི་བབས་ཚུགས་དང་སྐྱེས་སྐར་གྲོགས་པོ་དག་ཁྱི་དེ་སྟག་ལྤགས་སྙམ་པོ་བྱས་ཤིང་ལྟ་རྗེས་ལས་ཁྱི། རྒན་ལགས་དེ་གྲོངས་རྗེས་དེ་བྱས་དུས་ཁྱི་དེ་བས་ལོ་ག་ཚོད་རེད་ག་ད་མ་ཤི་བར་དུ་རི་ལི་བབས་ཚུགས་ལ་གུ་གུ་གྲོགས་གུ་ཡར་ཟ་རི་ལི་མ་ཡོང་བ་དང་སྟག་ལྤགས་ཕག་གུ་ག་བཞིན་བྱས། ཨོ་དེ་འདྲ་བྱས་རྗེས། དེ་གློག་བརྙན་སོས་དོགས་པ་གློག་བརྙན་སོས་ཀྱི་སྐད་སྒྲ་ཤོད་ཆགས་བྱས་ད་ལྟའི་ཆར་ཡིན་པ་ཡིན་ན། དེ། ཁོ། འཇར་པན་ལས་བྱུང་བའི་གནས་ཚུལ་ཞིག་རེད་དོ་བ་དངོས་བྱུང་ལོ་རྒྱུས་རེད་བྱས་ཙང་ཀ་དེ་འདྲ་ཡིན་དུས། ད་ལྟ་ཁྱིའི་སྡེ་དགེ་བལ་ཏེ། གཟུགས་བརྙན་འདྲ་གཟུགས་དེ་འདྲ་སོས་རྗེས། འཇར་པན་ལས་བལྟ་ཡས་ཡོད་པ། ག་ཤེད་ཀྱི་ད་ལྟའི་ལྷག་འགྲོ་རྒྱུ་རེད་བརྩི་གི་ཡོད་སྲིད་དོ། འོ་དེ་འདྲ་ཡང་འདུག་བ་དག་ནང་བཞིན་ད། ང་ཚོ་ཨ་རིའི་ནང་ལས་ཡིན་པ་ཡིན་ན་ཉེ་ཆར་རང་རེ་གཉིས་ལོ་གཅིག་གཉིས་གོང་ལས་ཡིན་པ་ཡིན་ན་ད་ལྟའི། ག་ཚད་རེད་ཕེ་ལི་སྒྲོ་ཕི་ཡའི་ནས་ད་སྔ་དུས་ཕྱི་མ་ཆེ་ཞིང་མི་ཕྲན། དེ་འདྲ་གྱི་ནང་ལས་ཁར་ཆས་པར་སྲིད་དུས། དེ་ད་སྦྱིན་བདག་གཉིས། བཟའ་ཚང་གཉིས་བཅས་ཁོ་གཉིས་ས་ཆ་གཞན་པ་ནས་སྤོས་ས་ཆ་གཞན་པ་ནས་སྤོས་རྗེས་ད་ཁོ་གཉིས། ལས་ཁུངས་ལ་མ་ལས་ཀར་འགྲོ་དུས་སྤུ་གུ་ནང་ལ་བཞག་དགོས་དུས་ཨ་ནི། མི་རྟག་གོ་རུ་བ་ང་ཚོ་ཡིན་ན་དེ་ཟེར་གི་རུ་བ་བུར་རྫས་ཟེར་གི་རུ་བ་སྤུ་གུ་བཙོང། བཏང་གི་སླད་ཡོང་དུས་ད་ནི་ཨ་ནི་ཁོ་ཚོ་ནང་ལས་ཁྱི་གཅིག་བྱས་དེ་ཁྱི་དེ་གར་བྱས་པར་ཟེར་དུས་དང་པོ། གར་སོང་རེད་བུ་རྫས་དེ་ནང་ལ་སླེབས་དུས་སྡུག་ཅག་ཅི་རྩ་བ་ཉིད་བྱེད་གི་མི་འདུག་བ་ཡིན་པ་ཡིན་ན་ལས་ཁ་ལུ་ཁ་ལུ་ཁྱི་དེ་གིས

ནང་ལོག་ལས་ཅི་འདི་གི་མ་ཤེས་པ་བྱས་ཅིག་ཅི་མེད་འདི་གི་མ་བྱས་བྱས་ཅིག། གང་ཟེར་ནས་གཟུགས་བརྙན་འདི་འདི་རེ་བཙུགས་ཅིག་བརྙན་བཙུགས་ཡོང་དུས་པར་གི་བརྙན་འདི་རེ་བཙུགས་ཡོང་དུས་རྗེས་ལུས་འདི་མཐོང་བྱ་དུས་གཞན་ག་རེ་བྱེད་ཀྱི་ཡོད་ཟེར་ན་བུ་མོ་འདི་གི་སྤུ་གུ་ལྡང་གི་འདི་གི་སྤུ་གུ་ལྡུང་གི་འདུག་བ། བྱས་ཙང་འདི་ཁྱེད་ཀྱི་ཧ་གོ་ཡོང་དུས་ད་ཁྱེད་ཀྱིས་ག་རེ་བྱེད་ཀྱི་ཡོད་ཟེར་ན། མི་ཁོ་གཉིས་ཀྱི་ཁ་སྐྲག་ཡས་མེད་དུས་ཨ་རེ་ཁྱེད་ཀྱི་རྣམ་འགྱུར་བསྟན་ཅིག

ཁོ་ཚོ་གི་ནག་ཉེས་རང་བརྩི་ཡས་གིས་དེ་འདྲའི་ཁྲིམས་ལ་གཏན་འབེབས་བྱས་རྗེས་དེ་འདྲ་བྱུང་བའི་གནས་ཚུལ་བྱུང་བསམས་སོ། དེ་རེད་ད་ད་ག་ནང་བཞིན་མོ་བྲིས་ནང་ལོག་ལས་རྣམ་བཞི་ཚ་བོ་གང་ལས་ཁྱི་བཞག་ཨ་ནི་གེ་ཀུང་ཙི་ཙོ་མ་བྱས་པས་བཞག་སོང་ན་ཁོ་ཚོ་ལམ་སང་ཉེན་རྟོག་པ་སྐད་བཏང་གི་འདུག་བ་འོ་དེ་འདྲ་བྱས་རྗེས་གང་ལྟར་ཁྱི་ལ་དང་དེ་ཚོ་ལ་མིག་གི་གྲོགས་པོ་ཡག་ཤོས་གཅིག་དང་ལྷག་བསམ་ཡག་ཤོས་གཅིག་ལ་བརྩི་གི་ཡོད་བས་ལམ་ལུགས་སོགས་གཅིག་ཡོད་བསྡད་པར་བྱས་ཙང་ཁ་ཁྱི་ཟས་དེ་ག་རེ་རེད་ཟེར་དུས་བ་ཕྱུགས་ཡིན་ན་ཟིག་གི་རེད་ཁོ་རང་གིས་བ་ཕྱུགས་དེ་ཡིན་ན་སྙིང་རྗེ་ཞིང་ག་ལ་གཅིག་བྱེད་དགོས་རེད་བྱ་དེ་ཡིན་ན་གོ་ང་བཏང་དགོས་རེད།

ག་རེ་ཟེར་དགོས་རེད། འདི་འདྲའི་ཡ་ཤེས་ཀྱི་རེད་བ། ག་ཚད་མི་ལ་ངོ་ཚ་མེད་ན་ཁྱི་དང་ཁྱི་ལ་ག་ཚད་རྒྱུག་མ་མེད་ན་འདྲེ་དང་འདྲ་ཟེར་ཡས་རོ། འོ་དེ་འདྲའི་བས་ཏེ་འོ་དེ་འདྲ་འདྲ་བོ་རེད་བ། ཨ་ནི་ཁྱི་སྤྱང་ལག་འདྲེ་ཟེར་ཡས་རོ། རེད་བ། འོ་ད་དེ་འདྲས་ཡོད་དེ་བ་རེད། ཡང་ཅོག་གཞན་པ་གཅིག་ནི་ག་ཤེས་ཀྱི་ཡང་ག་རེ་ཟེར་དགོས་རེད་ཟེར་དུས་ཁྱི་སྨྱོ་ཡང་བདག་པོ་ངོ་ཤེས་ཟེར་ཡས་རོ་དེ་འདྲས་ཡོད་རེད་བ། དེ་འདྲའི་གཏམ་དཔེ་སྙིང་རྗེ་བོ་དེ་འདྲ། དེ་ཚོ་ཚང་མ་ག་རེ་སྟོན་གྱི་ཡོད་ཟེར་ན་ང་རང་ཚོ་ཁྱེད་ཀྱི་ག་རེ་ཟེར་དགོས་རེད་མིང་བཏགས་བཏགས་ཅིག་ཁྱེད་ལས་ཕ་ངོས་འཛིན་བྱེད་སྟངས་འདི་རེད་བ་ད་ག་ན་ཤེས་ཁྱེད་ལས་ཁྱེད་སྨྱོན་པའི་ག་ཟེ་ཁྱེད་ངན་པའི་ལུང་པ་ཀུན་སྤྱོད་གང་ཟེ་རོ་དེ་འདྲ་ཡོད་བ་ད་ག་ན་ཤེས་ད་ལྟ་ང་ཚོ་གི་དེ་ག་ཟེ་རེད་སྤྲང་སྐྱིད་ཐོག་ཁར་བཏང་ན་ནང་གི་སྐར་མ་མོ་གུས་སྣང་ས་ཡོད་དཔུང་གི་རྣམ་ཐར་ལ་ཡོད་བ་དེ་འདྲ་རོ་ཡོད་བ་རེད་བ་ད་དེ་ཚོ་བྲལ་ཏེ་ག་རེ་ཆགས་ཀྱི་ཡོད་ཟེར་ན་ང་ཚོ་ཁྱེད་ལས་བཏགས་སྟངས་དེ་རེད་བྱས་ཙང་ང་རང་ཚོ། བོད་མི་རིགས་ཟེར་ན་འདྲ་བོད་པ་གིས་ཡང་ཁྱི་ལི་ལྟ་སྟངས་དེ་ག་འདྲ་ཡོད་ཟེར་དུས་ཧ་ཅང་གི་དོགས་འཇགས་ཤིག་ལྟ་གི་ཡོད་བ་བྱས་ཙང་ང་ཚོ་ཁྱི་གཅིག་ཡིན་མིན་སྒོར་བཀྲུང་ས་མ་ལ་བཞག་ཡས་རེད་མ་གཏོགས་ཁྱི་ནང་དུ་བཏང་གི་ལམ་ལུགས་སུ་ཧ་ཅང་གི་ཉུང་ཉུང་རུ་བ་སྒོར་བཀྲུང་མཁན་འདྲ་བ་དེ་འདྲས་བཞག་རྗེས་ཁོ་ལས་ཀ་བཞག་གི་རེད་མ་གཏོགས་དེ་འདྲས་ཀྱང་ཡང་རེད་བྱས་ཙང་ཁྱི་ལི་ལྟ་སྟངས་གི་ཆ་ནས་ང་ཚོ་ག་སུ་གོ་རེད། འདུ་ཤེས་འཛིན་སྟངས་དེ་མ་འདྲ་རེད་ཡིན་པ་ཡིན་ན་ད་ནུབ་ཕྱོགས་པའི་ནང་ལས་ཁྱི་དེ་ཡག་པོ་ཞུ་རྩིས་ཀྱི་ཡོད་དུས་བྱས་ཙང་ཀ་དེའི་ཁྱི་དེ་དཔེ་ལ་བཞག་ནས་གསུང་གི་ཡོད་རེད་བྱས་ཙང་ང་རང་ཚོ་དེ་དཔེ་ལ་བཞག་ནས་བཤད་སོང་ན་གོམས་གཅིག་ལོག་ཚར་བ་ད་ད་དཔེ་དེ་ག་རེ་ཟིག་གི་རེད་ཟེར་དུས་དེ་འདྲའི་ཆུང་རེད་ཟེར་གི་སྐད་ཆ་ཡོད་རེད་བྱས་ཙང་ཀ་འོ་དེ་འདྲ་རེད་དེ་ཡིན་དུས་ཙང་ནས་ག་རེ་བྱེད་དགོས་རེད་ཟེར་དུས་ཁྱི་ཟས་ཀྱི་དཔེ་སྦྱང་བྱས་ཁྱི་ཟས་དེ་ལ་དཔེ་སྦྱང་བྱས་ཁྱི་གིས་ག་རེ་བྱེད་ཀྱི་རེད་ཚུར་ར་ཡས་རེ་བ་མ་རྒྱག་གོང་ལས་དང་པོ་ཁོས་ཕག་ག་ཞན་བྱེད་ཀྱི་རེད་བྱས་ཟླ། ཨོ་རྗེ་ཙང་ཁ་འདི་གི་ཐོག་ནས་ཨ་ནི་གནས་སྟངས་མང་པོ་ཡོད་བསྡད་པ་ཅིག་རེད་རྗེ་ཙང་ཁ་ང་རང་ཚོ་མང་པོ་ཅིག་གིས་ག་རེ་བཤད་གི་ཡོད་རེད་ཟེར་ན་ཁོ་རང་གིས་དཔེ་དེ་ཁྱེད་རང་གི་མི་གཞན་པ་ཅིག་དང་གྲོགས་པོ་འགྲིག་འདོད་ཀྱི་གནས་སྟངས་དེ་འདྲ་ཡོད་པ་ཡིན་ན་དང་པོ་ག་རེ་བྱེད་དགོས་རེད་ཟེར་ན། མི་གཞན་པ་དེ་ཁྱོད་རང་གི་ཕ་ལོ་གཉིས་དཀའ་ལས་བརྒྱབ་རྗེས་སོ་སོ་ལས་མི་གཞན་པ་དེ་དགའ་ཞེན་ཡོང་བ་བྱས་བཟོ་བ་ལས་ཁྱེད་རང་གི་ཟླ་བ་གཉིས་ཀྱི་རིང་ལ་མི་གཞན་པ་དེ་ལ་ཕ་དགའ་ཞེན་ཡོད་བ་བྱས་ནས་སོ་སོས་ཕ་དགའ་ཞེན་བྱས་ན་དེ་ནུས་པ་ཆེ་ཡོད་རེད་དེའི་རྗེས། ད་ད་ག་ནང་བཞིན་ང་རང་ཚོ་འདི་དཔེ་ཞིག་སྐད་ཆ་དེ་ཞིག་བཤད་ཅིང་ང་རང་ཚོ་བཤད་པ་ཡིན་ན་ལས། ང་ཚོས་ནང་ཁུལ་ནས་མི་སེར་ནང་ང་ང་ང་རྐྱང་རྐྱང་བཤད་མཁན་དེ་ཨ་ནི་ག་རེ་ཡོད་ཨར་སི་ཏུས་རང་བཞིན་གྱི་ཟུར་ལས་དོན་དེ་འགའི་ཅིག་མི་འདུག་བ་མི་རང་ཤེད་ཆེན་པོ་རུ་བ་རང་འདོད་ཆུང་པོ་འོ་དེ་འདྲས་ཞིག་འདུག་བ་ག་ཟེར་བ་རེད་ད་དཔེ་དེ། ང་རྐྱང་རྐྱང་ཟེར་མཁན་ཞིག་འོ་དེ་འདྲས་བྱས་པ་ཡིན་ན་ཨ་ནི་ག་རེ་བྱེད་དགོས་ཨ་རེ་ཟེར་ན་ང་ང་ང་ང་ཟེར་བའི་བང་ཆེན་ཅན་ཟེར་བཞོལ་བ་ག་རེ་ཟེར་དངུལ་སྲང་དང་གཏམ་དོན་ང་ཟེར་ཞིང་ཟེར་ཅེས་བྱས་འོ་དེ་འདྲས་བྱས་ཚང་མ་ང་ལ་དགོས་ཟེར་ཅེས་ད་ང་ཟེར་དུས་མི་གཞན་པ་ག་རེ་ཡིན་ན་ཡིན་ང་ཟེར་དུས་གནས་བབ་དེ་རེད་དེ་བཞག་ཡོང་དུས་ཨ་ནི་ཏག་ཏག་ག་རེ་བྱེད་དགོས་ཨ་རེ་ཟེར་ན་ཁྱོད་རང་ལས་དགོས་ཡས་ཡོང་གི་ཡོད་མ་རེད་བྱས་ཙང་ང་རང་ཚོ་གི་སྟག་པ་རྒྱལ་པོ་རིན་པོ་ཆེ་གིས་གསུང་གི་འདུག་བ་ག་རེ་རེད་ཟེར་ན། གཞན་དོན་བྱས་ན་རང་དོན་ཞོར་ལས་སྒྲུབ་ཟེར་བཞོལ་བ་འོ་དེ་ཏག་ཏག་སླེབས་བསྡད་དགོས་རེད་ཕ་ག་ཚོད་ཀྱི་སྤྱི་བའི་ལས་ཀ་བྱས་པ་ཡིན་ན་རེད་གང་ལྟར་གཞན་པ་ཅིག་ལྷག་བསམ་བྱས་པ་ཡིན་ན་ད་ང་རང་ཚོ་སྐོར་ལས་བྱེད་ན་ལྷག་བསམ་བྱེད་རེད་དེ་གི་རྒྱོ་རྒྱབ་དེ་ལ་ག་རེ་སླེབས་ཀྱི་ཡོད་ཟེར་ན་སོ་སོ་ཀྱི་དོན་དག་རང་བཞིན་གྱི་འགྲུབ་ཡས་ཡོད་པའི་གནས་སྟངས་དེ་ཆགས་ཀྱི་ཡོད་རེད་གནས་བབ་དེ་འདྲ་ཅིག་རེད་ད་ད་ག་ནང་བཞིན་ཁོ་རང་གི་འདི་ནང་ལ་ག་རེ་བྱེད་དགོས་རེད་ཟེར་ན་སྤྱི་བཏང་གི་མི་ཞིག་རང་བཞིན་དེ་ང་བསད་དེ་ཧ་ཅང་གི་ཤུགས་ཆུང་པོ་རེད་བྱས་རྗེས་ད་དེ་ནུབ་ཕྱོགས་པ་ཡག་ཁས་ལེན་ཡོད་གནས་སྟངས་ཅིག་རེད་བྱས་ཙང་ལྷག་པར་དུ་ནུབ་ཕྱོགས་སྤྱི་ཚོགས་ལས Individualistic ཟེར་རྗེས་ལྟ་བ་དེ་ག་རེ་ང་རྐྱང་རྐྱང་ཁེར་རྐྱང་རིང་ལུགས་ཀྱི་བསམ་བློ་དེ་གཏིང་རིང་པོ་ཡོད་དུས་ག་རེ་ཡིན་ན་ང་ང་ང་ང་ཟེར་ཞེས་སྐད་ཆ་བཤད་ཡོད་དུས་ཨ་ནི་སྤྱི་བའི་སྐོར་ལ་ཡང་གང་འདྲ་ག་རེ་ཡིན་ན་ཅིག་ཡོད་རེད་ཟེར་ཞེས་བཤད་སྟངས་ཤིག་འདུག་བ་བྱས་ཙང་དེའི་ནང་ལ་ག་རེ་བཤད་པར་ཟེར་ན་ཨ་རིག་གི་ནིའུ་ཡོག་གི་ཨ་ནི་གར་སོ་གོར་བའི་ད་ལྟ་ཁ་བ་ཁ་བ་དེ་ཡོད་རེད་བ་ཁེ་གཉེར་ཁང་འོ་དེ་འདྲས་ཀྱི་ཁ་བ་ཁེ་གཉེར་ཁང་གི་བརྟག་དཔྱད་བྱེད་མཁན་དེ་ཁོ་རེ་གར་བྱས་པར་ཁོ་ཚོས་བརྟག་དཔྱད་བྱས་རྗེས་ཨ་ནི། དེ་འདྲའི་གི་གར་བཟི་གོ་རུ་བས། མི་ཡིས་དེ་ཚོ་གི་ཁ་བ་ག་ཚོད་བཏང་ཡོད་ར་ཟེ་ན་ཁ་བ་ལྔ་བརྒྱ་བཏང་པའི་ནང་ནས། དེ་སྐད་ཆ་ག་འདྲ་ཁ་བ་ཕར་ཚོ་ད་ཐེངས་མ་ལྔ་བརྒྱ་བཏང་བའི་མི་འདྲ་མི་སྣ་ཚོགས་གི་བཏང་གི་ཡོད་ར་བ། དེ་འདྲའི་བཏང་བའི་བརྒྱུད་རིམ་ནང་དེ་བརྟག་དཔྱད་བྱས་ཡོད་དུས་ང་སྐད་ཆ་དེ་ཐེངས་མ་ལྔ་བརྒྱ་ཕར་ཚོ་ཁ་བ་གི་འབྲེལ་བ་བྱས་པའི་བརྒྱུད་རིམ་དེ་ནང་ལོགས་ལས་མི་དེ་ཚོ་གི་ད་མི་འདྲ་མི་སྣ་ཚོགས་ར་བ། མི་དེ་ཚོགས་གི་ང་ཟི་ཡས་གི་ཚིག་ཁོ་རང་ག་ཚོད་བེད་སྤྱོད་བཏང་ཡོད་ར་ཟེ་ན་སུམ་སྟོང་དགུ་བརྒྱ་བེད་སྤྱོད་བཏང་ཡོད་རེད། ད་འདི་གི་ག་རེ་བསྟན་གི་བར་ཟེར་དུས་བྱས་ཙང་མིག་གི་རང་བཞིན་ནི་ང་ཟེར་དུས་ཧ་ཅང་གི་ཤུགས་ཆུང་པོ་ཡོད་པ་དེ་འདྲ་ཞིག་རེད། ད་ག་ནང་བཞིན་ང་རང་ཚོ་པར་ནང་ལག་ལས་བལྟས་པ་ཡིན་ན་ལས་རང་བཞིན་གྱི་ག་རེ་ལབ་བསྡད་གི་རེད་ཟེར་ན། ཁྱེད་རང་ཚོ་སྤྱི་བཏང་གི་པར་ཇི་ལྟར་དང་ཚོགས་པ་མཉམ་པོ་རྒྱབ་སྐྱོར་གི་པར་ཞིག་དེའི་ནང་ལོགས་ལས་པར་དེ་མཉམ་པོ་འདུག་ཟེར་ཡང་དུས་ད་ནི་དང་པོ་པར་དེའི་ནང་ལོགས་ནི་ཁྱེད་རང་ཡོད་པ་ཡིན་ན་དང་པོ་ཁྱེད་རང་གིས་སུས་བཙལ་གི་རེད་ཟེར་ན་པར་དེ་ནང་ལོག་དང་པོ་དེ་ཁྱེད་རང་བཙལ་ག་འགྲོ་གི་རེད་མ་གཏོགས་མི་གཞན་པ་བཙལ་གི་མ་རེད། ད་དེ་དངོས་ཡོད་རེད་བ། བྱས་ཙང་པར་ཞིག་ཡིན་ན་གར་སོ་ལ་ང་ཚོ་ཚོགས་སྡེ་མཉམ་པོ་བརྒྱབ་བྱས་པར་ཅིག་མཉམ་པོ་བརྒྱབ་ཡོད་ན་དེ་ནང་དང་པོ་དེ་ཁྱེད་རང་བཙལ་ག་འགྲོ་གི་རེད། བྱས་ཙང་འདི་ག་རེ་རེད་ཟེར་དུས་ང་རང་ཚོ་དང་པོ་ཁོ་རང་ང་རྐྱང་རྐྱང་བཤད་ནས་གནས་སྟངས་འདི་རེད་གཅིག་རེད། བྱས་ཙང་མི་ག་ཤེད་ཡང་འདུག་བ། ང་ཚོ་སྐད་ཆ་བཤད་པའི་བརྒྱུད་རིམ་ནང་ལ་ང་ཚོ་མཉམ་པོ་འཛོམས་བསྡད་ནས་བྱས་ན་སྐད་ཆ་ག་དུས་ཡིན་ན་ཕ་རོལ་པོ་ཉན་འདོད་ཡོད་མེད་སྐད་ཆ་ཡོད་མ་རེད་སྐྱག་བཤད་བཞག་དུས་བྱས་ནས་ང་རྐྱང་རྐྱང་བཤད་བཞག་པ་ཡིན་ན་ད་གར་ཆགས་དགོས་བར་སྲིད་དུས་ཕ་ལོལ་ཡང་རྫོགས་གི་ཡོད་མ་རེད་ད་སོ་སོ་ག་ཤེད་དེ་ཅིག་རེད་ཨ་ནི་དབྱིན་གོ་རང་མེད་དེ་བས་གནས་སྟངས་དེ་འདྲ་ཡོད་དེ་བར་བ་བྱས་ཙང་ང་ཟེར་གི་རང་བཞིན་དེ་འདྲ་ཡོད་རེད་བྱས་ད་དེ་བྱས་བ་ཡིན་ན་སོ་སོ་གཡུལ་བཞག་ཚེ་དེ་ལས་ལྡོག་ཕྱོགས་བྱས་ཅིག་བྱས་བ་ཡིན་ན་ག་རེ་ཡོད་བར་སྲིད་ན་རང་བཞིན་གྱིས་ཁྱེད་རང་གི་དོན་དག་འགྲུབ་ཡས་ཡིན་ན་རེད་མི་ལ་དགའ་ཞེན་བྱེད་ཡས་ཡིན་ན་རེད་འོ་དེ་བྱས་པས་ན་རང་བཞིན་གྱིས་ག་རེ་ཡས་ཟེར་ན་དམིགས་བསལ་གྱི་དགའ་ཞེན་ཞིག་ཡོད་རེད་དཔེ་མཚོན་ཆ་བཞག་པ་ཡིན་ན་དོན་དག་ད་བལ་དེ་འཛམ་བུ་གླིང་ཁོ་རང་ན་སྐད་གྲགས་ཆེ་ཤོས་གཅིག་ག་རེ་ཟེར་ན་ནེ་པོ་ལིན་ཟེར་དེ་རེད་ད་རྣམ་པ་ཚོ་གི་དཔེ་དེབ་མང་པོ་གསན་ཡས་ཀྱི་རེད་ནེ་པོ་ལིན་ག་རེ་བལ་ན་ག་རེ་ནས་རེད་ཁོ་རང་གི་མཚན་རྗེས་མ་དེ་བལ་རིང་པོ་རེད་བལ་ད་དེ་ཧྥ་རན་སིའི་གསར་བརྗེའི་སྐབས་ཀྱི་རྗེས་ལས་གསར་བརྗེ་རྫོགས་ཆིག་སྟོང་བདུན་བརྒྱ་ཡན་ཡོན་གྱི་རྗེས་ད་ག་རང་ལས་གར་བྱས་པ་རེད་སུ་ཁོ་རང France བྱས་གི་དེ་ཆགས་རེད་བ་དང་པོ་དམག་དཔོན་བྱས་དམག་དཔོན་ནས་ཁོ་ག་ཆགས་པ་རེད་སུ་དེ་ཆགས་རེད་གར་བྱས་ད་ལྟ་དེ་གོང་མ་བཟོས་བྱས་ཁོ་རང་གི་གོང་མ་བཟོས་བྱས་སྐད་གྲགས་ཆེན་པོ་ཞོ་གཅིག་ཆགས་འོ་དེ་འདྲ་བྱས་བྱས་བྱས་ཙང་གི་ཐ་མ་ཁོ་རང་བས་དེ་ད་ག་དུས་ནས་གཅིག་པོ་གཅིག་རྐྱང་གི་གནས་སྟངས་བྱས་བྱས་ཨ་ནི་ཁོ་རའི་སྐྱེས་མའི་དེ Joseph ལ་ཡི་བཟོ་བ་སྐྱེས་མའི་དེ་ལ་ཡ་ད་ང་ལ་འཛམ་བུ་གླིང་དེ་ལ་ཡ་ད་ན་བློ་བདེ་བཅོལ་ས་གཅིག་རག་བྱས་དེ་དེ་ཁྱེད་རང་གཅིག་པོ་རེད་ཤག་ཟེར་དེ་འདྲའི་བཤད་ཡས་ཀྱི་གནས་དང་ཆགས་བ་རེད་ཤག་ན་སྐྱེས་མའི་དེ་ཡང་བརྗེད་ལས་ཁོ་རང་དང་ཁ་བྲལ་བའི་གནས་དང་དེ་འདྲ་རེད་བྱས་ཙང་ཀ་འོ་དེ་ཚོའི་གི་ད་མིག་བལ་ཏེ་རང་ཤེས་ཚག་དྲ་འདི་བྱས་བ་ཡིན་ན་ག་རེ་བྱས་བ་རེད་ཟེར་དུས། གནས་བབ་གཅིག་ལས་མེད་དེ་བ་གཅིག་བྱས་དེ་དེ་རང་བཞིན་གྱི་གཅིག་རེད་བྱས་ཙང་ཀ་མི་གཡས་གཡོན་ལས་འཁོར་མཁན་ཡང་རག་གི་ཡོད་བ་མ་རེད། རྡོག་རྡོག་གོ་གཞན་རེ་བ་ཡིན་ན་དེ་གཅིག་རེད་དེ་ཡིན་དུས་ད་དེ་ཚོ་བྲལ་ཏེ་ང་རང་ཚོ་བོད་པའི་སྤྱི་བཏང་གི་བསམ་བློ་དང་ཧ་ཅང་གི་འབྲེལ་བ་ཡོད་བལྟས་པ་ཞིག་རུ་བ་ག་དུས་ཡིན་པ་ཡིན་ན་ལས་ང་ཚོ་ཚང་མ་ལ་ཟི་གི་རུ་བ་མི་དང་མཐུན་རྫོད་བྱེད་ཨ་ཟེ་དེ་རང་བཞིན་གི་ང་ཚོ་ཞེ་སྡང་ཞིག་རུ་བ་དེ་གཅིག་རེད་ད་དེང་སང་ང་ཚོ་རྒྱ་གར་གི་སྤྱི་ཚོགས་ནང་ལས་བལྟས་པ་ཡིན་ན་ལས་ད་ལྟའི་ཆ་ལས་ཐུན་མོང་གི་ལས་ཀ་སྤུངས་ས་ཞིག་རུ་བ་ད་སྙིང་རྗེ་ནད་ཡམས་དཀའ་ངལ་མང་པོ་འདུག་ཨ་རྒྱ་གར་གི་མིར་གློག་བརྙན་འཁྲབ་མཁན་གཅིག་འདུག་བ་ག་རེ་ད་དེང་སང་གསར་འགྱུར་ལ་ཞོ་ཅིག་འདུག་བ་སོ་དྲུག་ཡིན་ན་ཅིག་ལབ་གི་འདུག་ད་དེ་མི་ཤེས་འོ་ད་ཁོ་རང་ཆ་བཞག་ན་ཁོ་རང་གི་མིང་ཁོ་རང་ལས Unstoppable Kid ཅེས་ནམ་ཡང་བཀག་ཐབས་མེད་ཟིན་གྱི་འདྲ་བོ་མིང་ཅིག Kid ཅེས་ཁོས་ད་ནད་ཡམས་དང་བྲལ་བའི་འདི་ལ་ཡག་པའི་དོན་གྱི་དོན་གྱི་རོགས་པ་ཞུ་ཞིག་དོ། ད་དེ་ཚོ་བྲལ་ཏེ་ནམ་དགུན་མི་ཁོ་ཚོས་བལ་ཏེའི་གློག་བརྙན་རྣམས་ལ་འཁྲབ་རྒྱུ་བལ་ཀེར་ཞེ་བོ་ཞིག་བྱེད་བསྡད་ཀྱི་ཡོད་རེད་དེ། ད་དེའི་ཆ་ལས་ཁོ་གིས་བལ་ཏེའི་ལྷག་བསམ་རྣམ་དག་གིས་མི་ལ་རོགས་པ་བྱས་ཡོད་དུས་ད་ཁོ་ཚེ་ཉིན་གྲངས་རང་བཞིན་གྱི་ཡོལ་བར་བབས། དེ་འདྲ་གི་གནས་སྟངས་ཡོད་འདུག་ད་ཡང་འགའ་ཤས་ཀྱི་གར་བྱེད་ཀྱི་འདུག་ཟེར་དུས་ད་རྦད་དེ་དེ་ཚོའི་གི་རྦད་དེ་མི་གར་སུ་གོ་རེད་ང་ཚོ་འདོད་རྔམ་ཆེ་བའི་དབང་གིས་ཨ་དེང་སང་གི་དེ་གསོ་རླུང་དེ་འདྲ་ཁ་ཟེར་ད་དེ Oxygen ཟེར་གི་རེད་པ་དེ་ཚོ་གར་བྱེད་ཀྱི་འདུག་ཟེར་དུས་དེ་ནི་ཡང་ནག་ཚོང་རྒྱག་ཡ་གི་དེ་འདྲ་ཡང་ཡོད་འདུག་པ་རེད་བ་ད་ཀོ་མི་ཟེར་དུས་དེ་འདྲ་རེད་བྱས་ཙང་ཀ་དེ་འདྲ་གི་གནས་སྟངས་རེད། དེ་ཅི་བྱ། ད་གཉིས་པ་དེ་ནི་ད་ག་ནང་བཞིན་ཁྱེད་རང་རྩོམ་པ་པོ་ཅིག་ཡིན་པ་ཡིན་ན་རེད་ཁྱེད་རང་དེབ་ཅིག་བརྩམས་སྒྲུང་ཅིག་བྲིས་དགོས་ཡོད་ན་ལས་དང་པོ་ག་རེ་བྱེད་དགོས་རེད་མི་ལི་ག་ཤེས་དགོས་བ་རེད་མི་ལི་དོ་དབྱིངས་བྱེད་དགོས་རེད་མི་ལི་ཁྱོད་རང། མི་ལི་པའི་ནང་ཁུལ་ནས་འབྲེལ་བ་བྱེད་མ་དགོས་གི་ག་དུས་ན་ང་ཡིང་སེང་གེ་རྐྱང་རྐྱང་ཅིག་བསྡད་བ་ཡིན་ན་མཐའ་མ་དེ་ག་རེ་བྱེད་གི་རེད་ཟེར་དུས་མི་ཟེར་དེ་ཁྱོད་རང་གི་དེབ་ནང་ལོགས་ལས་བྲིས་དགོས་བའི་མི་སྣ་དེ་ཡག་པོ་རྩ་བ་ཉེར་མཁན་རེད་བྲིས་ཐུབ་གི་མ་རེད། ག་རེ་རེད་ཟེར་ནས་ཁྱེད་རང་ལ་རྩ་བའི་མི་དང་མི་བར་གྱི་འབྲེལ་བ་དང་མི་དང་མི་བར་གྱི་སེམས་ཚོར་མི་དང་མི་བར་གྱི་བསམ་ལུས་འཁྱེར་སོ་ག་རེ་ཡོད་པ་དེ་ཁྱོད་རང་ཤེས་ཀྱི་ཡོད་མ་རེད། དེ་ཡིན་དུས་དེབ་ཡག་པོ་ཞིག་བྲིས་དགོས་བྱུང་ན་ཡང་དེ་ཡང་ད་ལས་ཁག་པོ་གནས་སྟངས་དེ་འདྲ་ཡོད་རེད། དེ་རེད། ད་ག་ནང་བཞིན་ད་ལྟ་དེའི་ནང་ལ། ག་ཟེར་བ་རེད། འདི་འདྲ་ཞིག་དཔེ་མཚོན་དྲངས་ཤག་ཁོ་རང་གི་ག་ཟེར་བ་རེད་དམིགས་འབྲུ་གཏན་འཁེལ་ཡོད་རེད་པ། ཨོ་དམིགས་འབྲུ་གཏན་འཁེལ་ཅིག་ལ་ཆ་བཞག་ཅིག་དམིགས་འབྲུ་གཏན་འཁེལ་ཁོ་རང་ཆ་བཞག་ན་ཨ་རིའི་ནང་ལོ་མི་དཔེ། ཁོ་ག་ཟེར་བ་རེད། གཞན་པ་དང་མ་འདྲ་བའི་སློབ་སྦྱོང་མཐོ་བོ་དམིགས་འབྲུ་གི་ཐོག་ལ་ཆེད་ལས་རང་བཞིན་དེ་འདྲ་དགར་དགོས་ཀྱི་མ་རེད། ཁོས་ཡིན་ན་ལས་རྒྱུན་ལྡན་ག་རེ་ཞིག་དགར་ཟེར་ན་ཁོ་རང་གི་སྦྱང་དགོས་བ་དེ་ཡག་ཐག་ཆོད་སྦྱངས་དངོས་ལས་གྲ་སྒྲིག་བྱེད་དགོས་བ་ཆ་ཚང་བྱས་འཁྲབ་སྡོད་ག་འཁྲབ་སྡོད་མ་བསྟན་གང་ལས་ཨ་ནི་མཐའ་མ་དེ་ག་རེ་བྱེད་ཀྱི་ཡོད་ཟེར་ན་ཁོའི་བསམ་བློའི་དཀྱིལ་དེ་ལ་ག་རེ་ཁེལ་དགོས་ནམ་ཀུན་ནས་ཁོས་ག་རེ་ལབ་དགོས་ཟེར་བསམ་བློ་བཏང་ཡོད་ག་རེ་ཟེར་ན་ང་ལ་འཁྲབ་སྟོན་བྱེད་ཀྱི་དེ་སུ་གི་བཀའ་དྲིན་ཡིན་ཟེར་ན་ཨ་ནི་ངག་ལ་ལྟ་དགའ་ཡོང་མཁན་གྱི་མི་དེ་ཚོ་གི་བཀའ་དྲིན་ཡིན་ཟེར་བྱས་ཙང་གི་ག་རེ་བྱེད་དགོས་རེད་ངས་མི་དེ་ཚོ་གི་དགའ་ཞེན་དེ་ཨང་དང་པོ་བཞག་གོར་མི་དེ་ཚོ་ང་ལྟ་ག་ངའི་འཁྲབ་སྟོན་ལས་ལྟ་ག་ཡོང་བ་དེ་རང་རང་གིས་ངས་འཚོ་ཐབས་ཅིག་རག་གི་ཡོད་རེད་ངས་འཚོ་ཐབས་ཅིག་འཚལ་ཐུབ་གི་ཡོད་རེད་དེ་ལ་བརྟེན་རྗེས་ག་རེ་བྱ་གི་ཡོད་རེད་ཟེར་དུས་ཨ་ནི་ངའི་ངོས་ནས་བཤད་ན་ཁོ་ཚོ་ལ་ལྷག་བསམ་རྣམ་དག་གི་ལས་ཀ་བྱེད་དགོས་དེ་གལ་ཆེན་པོ་རེད་ཞེས་རྩ་བ་དེ་ཟིན་རྗེས་ཨ་ནི་ཁོ་ཚོའི་དགའ་ཞེན་ག་རེ་ཡོད་པ་དེ་ཅིག་བྱེད་ཆེད་དོ་སྣང་བྱེད་ཀྱང་དེ་འདྲའི་བྱེད་ཆེད་ཁུལ་དེ་བྱེད་གི་ཡོད་རེད་བྱེད་སྟངས་འདི་ག་རེ་བཤད་གི་ཡོད་རེད་ཟེར་ནས་ང་རང་ཚོ་གི་བསམ་བློའི་ནང་གི་ནམ་ཁུལ་གྱི་བཤད་སྟངས་དེ་ག་རེ་རྟེན་འབྲེལ་ཟེར་ཏེ་བཤད་དགོས་བར་པ་ང་རང་ཚོ་གཅིག་གཅིག་ལ་མི་གཅིག་དང་གཅིག་ལ་གཅིག་ལ་བརྟེན་ནས་བྱུང་བ་ཅིག་རང་བཞིན་གྱིས་བཤད་དགོས་བར་པ། ད་ག་ནང་བཞིན་ང་ཚོ་དེབ་ཅིག་རྩོམ་པ་པོ་གཅིག་སྐད་སྒྲ་ཆགས་པར་བྱེད་པ་ལ་ག་རེ་གོ་བ་རེད་ཟེར་དུས་ཁོས་དེབ་ག་ཚོད་ཡག་པོ་ཅིག་བྲིས་བ་ཡིན་ན་ཡང་ཀློག་མཁན་རྐང་གཅིག་མ་གནང་དེབ་ཡག་པོ་ཆགས་ཡིན་མིན་དེ་སྐད་སྒྲ་ཆགས་ཡིན་ས་རྐང་གཅིག་ཡོང་དགོས་མ་རེད་པ། དེ་རང་བཞིན་གྱིས་རེད་བྱས་ཙང་ཀ་ག་རེ་གོ་བ་རེད་ཁོ་སྐད་སྒྲ་ཅིག་ཡང་གོ་དགོས་ཡོད་ན་དེབ་ག་ཚོད་ཡག་པོ་ཡོད་བ་ཡིན་ན་ཀློག་མཁན་ཅིག་ཡང་གོ་དགོས་བར་པ། ཨོ་བྱས་ཙང་ཀ་རྟེན་འབྲེལ་གྱི་ཆོས་ཉིད་འདི་འདྲ་རེད་བཞག་ད་ག་ནང་བཞིན་དེའི་ནང་ལོགས་ལས། འདི་ག་རེད། སྔོན་མ་ཨ་རིག་གི་ཡང་དེ་འདྲ་ཞིག་རེད་བཞག། ཚོང་གཉེར་ཁང་ལས་ལས་ཀ་བྱས་རྗེས་ལས་ཉིན་གཅིག་ཧུར་ར་དང། ལོ་རབས་བཞི་བཅུ་གི་ནང་ལས་ཚོང་གཉེར་ནས་ལས་ཀ་དེ་པུས་འོ་དེ་འདྲས་བྱས་པའི་དཀའ་ངལ་ཅིག་གི་འོག་ནས་དེ་ཐ་མ་དེ་ད་ཁོས་ག་རེ་བྱས་རེད་ཁོ་རང་ད་ལོ་ལྔ་བཅུ་ཙོག་ཙོག་གི་རྒན་གསོ་པུས་བཏང་བཞག་འདུག་དེ་འདྲས་བྱས་པའི་སྐབས་དེ་ལ་དེ་ཁོ་རང་རྗེས་ལས་མི། རོལ་དབྱངས་ཚོགས་པ་དེ་འདྲས་མཉམ་པོ་ཕག་ཆིང་ཁོ་ཚོ་གི་དོ་དབྱིངས་རོལ་ཅིག་དེ་འདྲས་ཀྱག་ཀྱག་དོ་སྣང་དམིགས་བསལ་བྱས་ཁོ་ཚོ་ལ་དགའ་ཞེན་ཅིག་དེ་འདྲས་བྱས་བྱས་བྱས་བྱས་ཨ་ནི་ག་རེ་བྱས་པ་རེད་ཐ་མ་ཁོ་རང་པའི་རོལ་དབྱངས་ལ་མཁས་པ་ཆགས་རྗེས་དཔེ་དེ Uncle George ཟེར་བྱས་རྗེས་སྐད་གྲགས་ཤོར་ཆགས་པའི་གནས་སྟངས་དེ་འདྲ་ཡོད་ར་རེད། བྱས་ཙང་ཀ་འདི་ཚོ་གི་རྒྱབ་ལྗོངས་ཚང་མ་དངོས་ཡོད་དུས་དང་པོ་དེ་ག་རེ་རེད་ཧ་ཅང་གི་དགའ་ཞེན་ཅིག་སོ་སོ་གི་ཕག་བྱེད་དགོས་དེ་ལ་ཕག་པས་ད་ག་རང་ལ་དགའ་ཞེན་རང་བཞིན་ཅིག་འོ་དེ་གོ་བ་རེད། དེར་བ་ང་རང་ཚོ་སྐད་ཆ་བཤད་མཁན་ཅིག་ཡིན་པ་ཡིན་ན་ལས་དང་པོ་སྐད་ཆ་བཤད་སྟངས་ཁོ་རང་ང་ཞོར་ཅིག་བཤད་ཡོད་ངའི་ཁ་ནས་བཤད་ཡོད་ངའི་ཀླད་པ་ནས་ཞོར་ཅིག་ཡོད་ཚང་མ་དོན་ཡོད་ཀྱི་ཆེད་དུ་བཤད་སོང་ན་ཕན་ཐོགས་ཅི་ཡང་མི་འདུག་བ། ཡི་རང་བཞིན་ཡོད་མ་རེད། དེ་ལས་ག་རེ་ཡག་རེད། ངའི་བཤད་ཡས་དེའི་ཕ་ལོས་དེ་ལ་ཅིག་ཕན་ན་བསམ་པ་ཅིག་རེད་བ། ངའི་བཤད་ཡས་དེའི་ཕ་ལོས་ཀྱི་ཀླད་པ་ལས་རྫུགས་ཐུ་བ་ཅིག། ངའི་བྱེད་ཡས་དེའི་ཕ་རོལ་པོ་ཀྱི་བསམ་བློའི་ཡར་རྒྱས་འགྲོ་ཡས་ཅིག་གི་ཀུན་སློང་ཅིག་ཁེངས་སོང་ན། དེ་ལ་བབས་པའི་བསམ་བློའི་ནང་ལས་བཤད་སྟངས་ཡང་མ་འདྲ་ཅིག་དང་བཤད་སྟངས་ཡང་ཐབས་ཤེས་ཅིག་གཏང་གི་རེད་བ། དེ་མ་གཏོགས། བཤད་ཡས་བཤད་རྐྱང་བྱས། ཨ་ནི་སོ་སོ། ག་རེ་སོགས་རེད་ང་རང་ཚོ་མ་སོ་ན་མང་པོ་ཅིག་བཤད་ཀྱི་ཡོད་དོང་དོག་གི་རྣམ་པ་དེ་ཡས་ཀྱི་ངོ་བོ་ནང་ལ་ཕྱིན་སོང་ན། ཨ་ནི་ཕན་ཐོགས་ཅི་ཡང་མེད་ཟེར་བ་དེ་ང་ཚོ་རང་བཞིན་གྱི་འགྲོ་སྟངས་རེད་བ་ཤེས་ཚ་ཁ་དྭངས་ཤེས་ཟེར་གོ་སླེབས་སྟངས་གཅིག་དེ་འདྲ་རེད་ཤག་དེ་གཅིག་རེད་ད་དེའི་ནང་ནས་དཔེ་མཚོན་གཞོན་པ་གཅིག་ག་རེ་བགྲང་ཤག་ཟེར་དུས་ད་ཨ་རིག་གི་སྲིད་འཛིན་དེ་ཐི་ཏི་རོས་བོལ་སི་ད་སྐད་གྲགས་ཆེ་ཤོས་དེ་སྲིད་འཛིན་ཧ་ཅང་སྐད་གྲགས་ཆེན་པོ་རེད་འདུག་བ་ཨ་ཁོ་རང་ཆ་བཞག་པ་ཡིན་ན་པའི་མི་ལས་མི་སུ་འདྲ་གཅིག་ཡིན་ན་དགའ་ཞེན་ཡོང་གི་ལྷག་པར་དུ་ཨ་ནི་ཁོང་རང་ཕོ་བྲང་དཀར་པོའི་ཕ་གོ་ཞུ་བའི་སྐབས་དེ་ལ་ཡང་མི་སུ་གཅིག་ལ་མཐོང་ཆུང་མ་བྱེད་པའི་ལྟར་ནང་ལོག་ལས་ཁ་ལག་བཟོ་མཁན་བསེ་རོ་ནུབ་གད་པ་དང་དེ་དེ་ཚང་མ་མིང་ནི་བོད་སྐད་རེད་ལབ་གོ་ཁོ་རང་གི་ཡར་མར་འགྲོ་ཐུག་བྱེད་འདོད་པའི་མིང་དེ་མ་བྱེད་བ་བྱེད་མིང་ད་ང་རང་ཚོ་ནམ་གུའི་མིང་དེ་ཞེ་དྲག་ཞེ་དྲག་གི་རྩ་ཆེན་པོ་བརྩི་གི་མི་འདུག་བ་བྱེད་ལས་དངོས་གནས་སྐད་བྱས་ན་མིང་དེ་ཚོ་པའི་ཡན་ཆད་མན་ཆད་ངའི་སྐོར་རེད་ཟེར་གི་འདུག་བ་མིང་ནི་ངའི་བྱས་ཨ་ནི་གར་བྱེད་གི་བ་རེད་ཁོ་རང་ཡར་འགྲོ་དུས་ན་མིང་དེ་ཚོ་བོས་དེ་འདྲས་བྱས་བྱས་ཨ་ནི་གར་བྱེད་གི་བ་རེད་ཟེར་ད་དེ་གི་མི་ཕ་རོགས་བོ་ལས་དོ་སྣང་སྤྲད་གི་ཡོད་པའི་རྣམ་པ་ཅིག་རེད། ད་ག་ནང་ཞིག་ད་ང་རང་ཚོ་ཤེས་སྟངས་ཅིག་ཡོད་རེད་པ་ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡོད་བསྡད་པ་རེད་པ། ཨ་ཁོ་ང་ཚོ་དངོས་གནས་ཤེས་ན་ང་ཚོ་ཅིག་ངོ་ཤེས་པ་རེད་དེ་ཁོ་ཡི་ད་ལྟ་ཡང་ངའི་མིང་ཡང་ངོ་མ་ཤེས་ག་ཅིག་གི་འདུག་སེ་ག་ཅིག་གི་རེད་བ། མིང་ཡང་བརྗེད་པའི་ཁུལ་དང་ཅིག་གི་འདུག་སེ། ཨོ་དེ་ཡི་དུས་ག་རེ་ཅིག་ཡོད་རེད་མིང་ནི་བོད་ཡི་གོ་གི་ཡོད་བ་དེ་རང་བཞིན་གྱི་ང་ཚོའི་བསམ་བློའི་ནང་ལ་ཡོད་བསྡད་པ་རེད་བ། བྱས་ཙང་ཀ་ང་ཚོ་སྟེགས་ཚོད་ཤེས་བྱས་མིང་དང་བོད་ནང་ཨོ་ད་ཁོ་སྤོ་བ་ཆེན་པོ་ཆགས་ཤག་ཟེར་གི་རེད་མ་གཏོགས་ཨ་དེ་ཅིག་མ་རེད་བ། བྱས་ཙང་ཀ་དེའི་ནང་ནས་མིང་བོད་གོ་ཡས་དེ་ཡང་གནད་འགག་ཡོད་བསྡད་ཅིག་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་ཁོ་རང་གི་དེའི་ནང་ལས་གར་བྱས་པར་སྲིད་དུས། གཅིག་ནང་ལོག་གི་ཕོ་བྲང་ཀ་པའི་ནང་ལོག་ལས་ཀ་བྱེད་མཁན་དེ་ཚོ་ལའང་མིང་ནི་བོད་ཀྱི་དེ་གསུང་དགོས་ཡག་རེད། དེ་རེད། ད་ནང་བཞིན་ཨ་ནི་ཐང་མ་ཅིག་ད་ཟེར་དེ་བས་ཁོ་རང་གི་ནང་ཕ་གས་དེ་འདྲས་ཀྱི་ཁོ་རང་གི་སྔོན་མ་ད་ཕ་གས་ད་གཡོག་པོ་ཟེར་ན་འགྲིག་གི་མ་རེད་ད་ལས་རོགས་དེ་འདྲ་ཞབས་ཕྱི་དེ་འདྲ་བྱས་ཀྱི་ཁོ་རང་སྐོར་ལས་དེབ་ཅིག་བྲིས་འདུག་བ་དེ་ཡིག་བྲིས་ཡོང་དུས་ཨ་ནི་པས་དེའི་ནང་ལས་སྙིང་རྗེ་བོ་ཞིག་ཐང་མ་ཅིག་ཨ་ནི་ཁོ་གི་ད་ལས་རོགས་དེ་གི་སྐྱེས་དམན་དེ་ད་ཁོ་ཞབས་ཕྱི་རེད་དོ་ཁོ་རང་གི་སྐྱེས་དམན་དེ་གི་ཞབས་ཕྱི་རེད་གི་སྐྱེས་དམན་དེ་ག་ཆེ་གར་སེ་ཏེ་དེ་འདྲས་ང་ཚོ་ཡིན་ན་བྱ་གོག་མོ་སེ་ནེ་རེད་དེ་མཐོང་མྱོང་མེད་སེ་ལབ་དོ་བ་མཐོང་མྱོང་ཅི་ཡང་མེད་སེ་དེ་སྲིད་འཛིན་གི་ཨ་ནེ་མོ་རེ་འགྲེལ་བཤད་ཆ་ཚང་རྒྱབ་དོ་བ་འགྲེལ་བཤད་ཆ་ཚང་རྒྱབ་བྱུང་མ་ཏོག་ད་ཉི་མ་གཅིག་གོ་ཚོད་མེད་ད། ཕོ་བྲང་གི་གཡས་གཡོན་དུ་ག་ཟེ་ནང་ལོགས་ལ་བསྡད་ཡོང་དུས་ཙང་ནས་ཨ་ནི། ཁོ་ཚོ་བསྡད་ས་ཀྱི་བ་གའི་ཁང་བའི་བྲིས་དེ་མ་གང་ལྟ་དེ་འདྲས་བྱ་དེ་སླད་མི་འགྲོ་བ་དེ་ནི་བས་དེ་སྐབས་ད་ག་རང་རང་སེམས་སེམས་ཀྱི་ཁ་བ་དང་བཅས་ད་ཁྱོད་རང་ག་ཚང་བྱ་བྲལ་ཤེས་ཀྱང་ཡག་གོ་བྱ་མ་ཡག་རེད་ལྟོས་ཨོས་བྱས་བྱས་དེ་འདྲས་བྱས་ཆོག་བྱས་ཙང་གནས་ཚུལ་ཆུང་ཆུང་ནང་ག་རེ་བྱེད་ཀྱི་ཡོད་ཟེར་ན་མེད་ཀི། དོ་སྣང། ཁོ་རང་གི་དོ་སྣང་སྤྲད་རྗེས་ཕ་རོལ་པོ་དེ་ལས་ཨོ་དེ་འདྲས་བྱེད་ཀྱི་ཡོད་རེད་དེ་འདྲས་བྱས་ཡོང་དུས་མིག་གི་བསམ་བློའི་ནང་ལོགས་ལ་རང་བཞིན་གྱིས་ག་རེ་སླེབས་ཀྱི་ཡོད་རེད་སེམས་གཏིང་ནས་མཉེས་པོ་ཡོང་བའི་ཕྱིར་རོ། འཇིགས་སྣང་གི་སྒོ་ནས་བྱེད་དགོས་པའི་ཕྱིར་རྒོད་པོའི་དབང་གིས་ང་ར་ཙོ་ཤེས་སྟངས་སྦྱོར་བར་རྒོད་པོའི་དབང་གིས་བདག་ཤི་བལ་ཕྱག་འཚལ་ལོ་སེ་སྦྱོར་བ་དེ་མ་ཡིན་པ་སེམས་གཏིང་ནས་ག་རེ་གོ་དགོས་བར་སེ་དུས་ག་གཞན་ཡོང་བའི་ཕྱིར། དེ་ཡོང་བའི་ཕྱིར་དེ་དཔོན་ལས་སྐྲག་ན་ཨ་ནི་ག་རེ་བྱེད་ང་ཚོ་ཤེས་སྟངས་ཀྱི་ཤེས་སྟངས་དཔོན་ལས་མི་སྐྲག་དབང་ལས་སྐྲག་སེ་ཞེས་སྐད་ཆ་བྱེད་བར་བ་བྱེད་ཙང་བདེ་གི་གནས་སྟངས་དེ་ཆགས་སོང་ན་དཀའ་ངལ་ག་རེ་ཕྲད་ཡོད་བར་སེ་དུས་ལྷག་བསམ་ཟེར་དེ་ཡོང་བའི་དཀའ་ལས་ཁག་པོ་ཆགས་འགྲོ་དགོས་བར་བ། ག་རེ་ཟེར་ན་དཔོན་པོ་ཡང་སྒོ་ཕྱིན་མཁན་ཞིག་ཡིན་པ་ཡིན་ན་ལེ་བཀའ་བཏང་མཁན་དང་ཞེད་སྣང་བསྐུར་མཁན་དང་དེ་འདྲས་ཆགས་སོང་ན་ཨ་ནི་གར་ཆགས་དགོས་བར་སྲིད་དུས་མི་གཞན་པ་ཅིག་གིས་ད་དུས་ལས་རྫིག་རྫིག་བྱེད་ཀྱི་རེད་མ་གཏོགས་ཕར་ཕྱིན་པ་དང་སྙིང་བསྲང་བྱས་སོང་བསམ་པས་མ་གཏོགས་ཡོང་གི་མ་རེད་པ་འོ་བྱས་ཙང་ཀ་དེ་ཡིན་དུས་ག་དུས་ཡིན་པ་ཡིན་ན་ཡང་དང་པོ་མིག་ལས་ཕར་དོགས་ཡིན་བྱེད་དགོས་ཡའི་གནས་སྟངས་དེ་འདྲ་རེད་དང་ན་ཤིང་རྟ་ཁོ་རང་གི་ཚོང་པ་ཞིག་སྐད་ཆ་བཤད་མཁན་ཞིག་ཡིན་པ་ཡིན་ན་ལེ་དེ་ཡང་སྔོན་མ། གཏམ་དཔེ་དེ་འདྲའི་དྲང་ཤ་ད་འོ་ན་སྨན་ཁང་ནང་ལས་དེ་འདྲའི་སྨན་ཅིག་བཟོ་རིག་གི་བཙོང་ས་དང་ཇོན་སན་ཨན་ཇོན་སན་ད་ལྟ་དེ་འདྲའི་ཅིག་ཁོ་ཚོ་གི་སྨན་བཙོང་ས་དེ་འདྲ་བྱས་རྗེས་ཁོ་ཚོ་དེ་འདྲའི་ས་གནས་ག་ལ་བཙོང་ག་འགྲོ་དུས་དང་པོ་སྦྱིན་བདག་གི་ཁྲི་ལ་འགྲོ་དུས་ཉོ་གི་མེད་ལབ་སོང་ཟེར། ཨ་ནི་ཡིན་པ་ཡིན་ན་ཁོ་དེ་བཙོང་མཁན་དེ་གི་ཐེངས་མ་གཉིས་པ་འགྲོ་དུས་ཨ་ནི་ད་ཡང་ལྟག་ལོག་ཅིག་བརྒྱབ་རྗེས་འགྲོ་དུས་ཁོ་ཚོས་ལྡབ་ཅིག་ཉོས་སོང་ཟེར་གར་བཞེས་ཉོས་པར་སྲིད་དུས་ཨ་ནི་ཁོ་གི་དྲུང་ཡིག་གོ་དེ་ལ་ག་དུས་ཡིན་ན་ཁོ་ཕག་ཚུར་འགྲོ་དུས་འཚམས་འདྲི་རོགས་ཞུ་ཨོ་བའི་སྐད་ཆ་རོགས་བཤད་དེ་འདྲས་བྱས་ཡོང་དུས་དྲུང་ཡིག་འདི་གི་ཡག་ལབ་ཅེས། སྤྱི་བཏང་གི་དཔེ་ཡག་པོ་འདུག་ཁོ་ཚོ་དཀའ་ལས་རྒྱག་ཐུབ་མཁན་ཞིག་དང་རྣམ་འགྱུར་ཡང་ཡག་པོ་འདུག་དེ་འདྲས་ཡིན་ཙང་དེ་ཚོ་ཉོན་ད་ལན་གྱི་ཉོན་ན་གང་ལྟ་ཉོན་དགོས་ན་ཉོན་ན་ཡག་པོ་ཡོད་ས་རེད་ཟེར་ཅེས་སྐད་ཆ་དེ་འདྲས་བཤད་པའི་ལོ་རྒྱུས་དེ་འདྲས་འདུག་འོ་ད་འདི་འདྲས་རེད་ད་འདི་ཚོ་ག་རེ་རེད་ཚང་མ་མིག་གིས་ག་རེ་ཡོད་ཟེར་ན། གནས་སྟངས་ཀྱི་ཆ་ནས་བསམ་བློ་ཕར་རོ་བོ་བཏང་རྗེས་རང་བདེ་ས་ལ་མི་བཞག་ཟེར་གྱི་ཡོད་རེད་པ་ད་ང་རང་ཚོ་བོད་པ་གི་གཏམ་དཔེ་ལ་ཆ་བཞག་ན་ཨོ་འདི་གང་ནས་བལྟས་ཡོང་ན་ཨ་ནི་ག་རེ་བྱེད་གི་ཡོད་རེད་ཟེར་ན་ཐ་མ་དེ་ཨ་ནི་གྲོགས་པོ་འདྲེ་ཡས་ཀྱི་རང་བཞིན་གྱི་སླེབས་གི་ཡོད་རེད་ཟེར་གི་ཡོད་རེད་དེ་ལྟ་བུའི་གྲོགས་པོ་ཅིག་འདྲེས་སོང་ན་དེ་ལྟ་བུའི་ཕན་ཚུན་གཅིག་གཅིག་ལ་དགའ་ཞེན་ཆགས་ཡོད་པའི་གྲོགས་པོ་ཅིག་འདྲེས་སོང་ན་གཞི་ནས་ག་རེ་བྱེད་ཐུབ་གི་ཡོད་རེད་ཟེར་དུས་ཤུགས་རྐྱེན་བསྐྲུན་ཐུབ་ཡས་ཀྱི་གནས་སྟངས་ཅིག་རེད་གཞི་ནས་བསམ་བློ་སེམས་བསམ་པའི་སྟེང་གི་སྐད་ཆ་ངོ་མ་དེ་བཤད་ཐུབ་ཡས་ཀྱི་རེད་གནས་བབ་ཅིག་ཡོད་རེད། དེ་ཡིན་དུས་ང་རང་ཚོ་མི་མང་པོ་ཞིག་གིས་དེང་སང་གི་དེང་སང་སྐད་ཆ་བཤད་ན་སིང་བྱེད་ཀྱི་མི་འདུག་སིང་བྱེད་ཀྱི་མི་འདུག་ཟེར་བཤད་བསྡད་ཀྱི་འདུག་སིང་ཟེར་དུས་ག་རེ་རེད་རྫུག་རོགས་བྱེད་ཀྱི་མི་འདུག་ཟེར་གྱི་ཡོད་རེད་བ། ད་དེ་རྫུག་རོགས་བྱེད་ག་རེ་ཟེར་ཀླད་པ་སྒོ་བརྒྱབ་བཞག་ན་རྫུག་མ་རེད་བ་ད་སྒོ་དེ་ཕྱེ་ཡས་ཀྱི་ལྡེ་མིག་དེ་སོ་སོ་ལག་པ་ལ་ཡོད་དུས་ཨ་རེ་ཕྱེ་ཡས་ཀྱི་ཐབས་ཤེས་ཤིག་བཏང་དགོས་རེད་བ། འོ་དེ་ཡིན་དུས་ད་ཕྱེ་ཡས་ཀྱི་ཐབས་ཤེས་བཏང་ན་ག་རེ་ཞིག་གོ་དགོས་ཡ་རེད་འོ་རྒྱག་པ་གིས་ནི་ད་ཕྱེ་ཐུབ་ཀྱི་རེད་བ་མ་རེད་འོ་དེ་སྐད་ཆ་དེ་རེད། བྱས་ཙང་ག་ག་དུས་ཡིན་པ་ཡིན་ན་གྲོགས་པོ་འདྲིས་བ་ཡིན་ན་དང་པོ་ག་རེ་བྱས་ཡོད་མ་རེད་ཟེར་ན། རང་དོན་ཡིད་བྱེད་ཀྱི་བསམ་བློ་འཁེལ་བྱས་བྱས་ཡོད་མ་རེད། གཙོ་བོ་དེ་ལྷག་བསམ་རྣམ་དག་གིས་དང་པོ་ག་རེ་བྱེད་དགོས་རེད། ཕ་རོལ་པོ་ལས་བྱེད་དགོས་བ་སྔོན་ལས་གོམ་པ་སྤོ་དགོས་རེད། ཕ་སྔོན་ལས་བྱས་པའི་རྗེས་ལས་གཞི་ནས་ཚུ་ཨ་ནི་ག་རེ་ཡིན་ན་ལས་ང་རང་ཚོ་བཤད་སྟངས་དེ་རེད་ཕ་མདོ་མ་བཞུད་ན་ཚུ་བསགས་གོ་གི་མ་རེད་ཟེར་གི་སྐད་ཆ་འདི་གང་ནས་སླེབས་གི་ཡོད་རེད་བྱས་ཙང་ག་དང་པོ་སོ་སོས་ཕ་ཞིང་གྲོགས་པོ་ག་རེ་ཡིན་ན་ལྷག་བསམ་བྱེད་དགོས་ཡོད་དེ་ཚོ་བྱས་དེ་དང་མཉམ་པོ་གར་བྱེད་ཀྱི་རེད་ཨ་ནི། དུས་ཚོད་བཏང་ཨ་ནི་གར་གར་གྱི་བྱེད་དགོས་དེ་རེད་བ། ད་གནང་ཤིག་ང་རང་ཚོ་ད་གྲོང་ཁང་པ་རོ་ཅིག་སྤོས་བ་ཡིན་ན་ལས་གྲོང་གསེབ་གསར་བ་ཟེར་ན་འདྲ་ད་ཅིག། ཁང་ལན་གསར་བ་ཅིག་ནང་ལ་བསྡད་བ་ཡིན་ན་སོ་སོ་གི་ཁྱིམ་མཚེས་ལ་ངོ་ཤེས་བཏང་དགོས་རེད་བ། ཁྱིམ་མཚེས་ལ་ངོ་ཤེས་བཏང་ཡོང་དུས་དང་པོ་མང་ཆེ་གི་མི་དེ་སྐྱེས་ཀྱི་འདུག་བ་ཕ་ང་ད་ང་ང་ཚོ་ཁྱིམ་མཚེས་གསར་བ་ཡིན་བྱས་རྗེས་ཡང། ཨ་རག་རྒུན་ཆང་དམར་པོ་འདྲ་བོ་སྐྱེས་ཡོད་སྲིད་རོ། བ་དེ་འདྲ་སྐྱེས་ཀྱི་འདུག་ཡང་ག་ཤེད་ཀྱི་ཡང་ཚུར་ཡང་སྐྱེས་ཀྱི་འདུག་བ་དེ་ག་རེ་བྱེད་ག་རེ་ཟེར་ན། དོན་ངོ་མ་གི་གྲོགས་པོ་འདྲི་ཡས་ཅི་ཞིག་ལ་ངོ་ཤེས་བཏང་ཡས་གི་ལག་པ་གར་སུ་གོ་རེད་ད་དང་པོ་ལྡེ་མིག་ལྟ་མོ་སུ་དང་པོ་འདི་རེད་བ་འོ་འདི་འདྲས་བྱས་བྱས་བྱས་དགོས་ཡས་འདི་རེད། བྱས་ཙང་ཁ་འདི་འདྲས་ཡིན་དུས་ཙང་ནས་ང་རང་ཚོ་ནམ་ཀུན་ནས་ཁ་བ་བཏང་གི་དཀར་བ་ཡིན་པ་ཡིན་ན་ལས་ཁ་བ་ནང་ལ་སྐད་ཆ་བཤད་དུས་ཡིན་པ་ཡིན་ན་ལས་མི་ཅིག་ལ་གྲོགས་པོ་འདྲ་བོ་ཞིག་ནམ་ཀུན་མི་ཅིག་ངོ་ཤེས་ཅིག་ལ་སྐད་ཆ་བཤད་དུས་ཁ་བ་ནང་ལ་སྐད་ཆ་ཅིག་བཤད་བཞག་དུས་ཁ་བ་ནང་ལ་སྐད་ཆ་བཤད་བའི་རྒྱུན་རིམ་ནང་ལོ་ལས་ལྷོས་ལབ་དུས་ཕ་འོ་ཅི་སྐད་ཆ་བཤད་ནས་ཕ་གི་ཉོབ་རྟོགས་དཀའ་བོ་ཅིག་དང་རྣམ་འགྱུར་ཡིན་ལ་མིན་ལ་བལྟས་ན་སྐད་ཆ་བཤད་ཉིན་རང་བཞིན་གྱི་ཐོག་མར་བ་གཅིག་དེ་རེད་བ། ད་ནང་བཞིན་སྐད་ཆ་བཤད་པའི་བརྒྱུད་རིམ་ནང་ལོགས་ལ་ཡང་ཕར་བོར་བོར་དུས་བལ་དེ་ལས་ཀ་འདྲ་མིན་སྣ་ཚོགས་བྱེད་ཅེས་ཚུ་སྐད་ཆ་ཕ་བཤད་རྒྱུ་དེ་ལ་ཚུ་ཡ་ཞེ་དྲག་མ་བྱས་པའི་རྣམ་པ་བྱས་བ་ཡིན་ན་ལས་ཡང་དེ་ཡང་བྱེད་ཀྱི་མ་རོག་ད་དེ་ང་ཚོ་སྐད་ཆའི་ནང་དུ་ང་ཚོའི་རྒྱུན་ལྡན་འཚོ་བའི་ནང་ལ་ཡོད་བསྡད་པ་ཅི་རུང་བ། ད་དེ་ག་རེད་ཨ་རེ། གར་ཆག་གི་བར་སྲིད་དུས་རིམ་པས་ཁ་བ་ནང་ལ་སྐད་ཆ་བཤད་ཡས་ཀྱི་འདུན་པ་དེ་ཡང་ཉུང་རུ་ཉུང་རུ་འགྲོ་ཡས་ཅིག་ད་བར་རུ་མི་དེ་ལ་དེའི་དབང་གིས་ཨ་ནི་མི་དང་མི་བར་གྱི་འབྲེལ་ལམ་དེ་ཡང་རྒྱང་ཐག་རིང་རུ་རིང་རུ་འགྲོ་ཡས་ཅིག་ཨོ་ཐུག་ཆེ་ཆེ་རང་བཞིན་གྱི་འགྲོ་ཡས་ཡོད་རེད་བ་ད་བེ་ཅི་ཞིག་ན་བྱས་ཙང་ཁ་ཨ་རིའི་ནང་ལོག་ལས་བཤད་ཀྱི་འདུག་དེ་འདྲ་ཁ་བ་ལས་ཅིག་ནམ་དགོས་ནས་དེ་དྲུང་ཡིག་གཟིགས་དགོས་རོགས་པ་ཚོང་གཉེར་ཁང་འདི་ཚོས་ཡང་ཁ་བ་ལས་འཇལ་བ་བྱེད་མཁན་དེ་ཚོ་གར་ཆེ་གི་བར་སྲིད་དུས་དམིགས་བསལ་གྱི་སྦྱོང་བརྡར་སྤྲད་རྗེས་ཁོ་ཚོ་ལས་ཁ་བ་གླེ་བའི་ད་ཚུགས། ཕ་ནི་ཚུགས་ད་ཛེ་བཞེས་པ་དེ་ཚོས་ཁ་བ་བཏང་ཡོང་དུས་ཕ་ལན་ག་རེ་རྒྱག། སྐད་ཆ་གི་སྒྲ་མདངས་ག་རེ་སྟོན་དགོས་མིན་སྒྲ་མདངས་དེ་ཡང་སྐད་ཆའི་ཚོད་ཡོད་པ་གང་ཞིག་ལ་རྣམ་འགྱུར་ཡག་པོ་ལྡན་ཐུབ་ཡོད་ཅིག་དང་དབྱིངས། དང་ཆེན་དང་ནང་ཡོད་བ་ཅིག་ཁོ་ཚོས་པའི་སྐད་ཆ་བཤད་པ་ལ་ཁྱེད་རང་གི་སྐད་ཆ་དེ་ལ་ཡང་ཁོ་ཚོས་པའི་ཉན་གི་འདུག་ཨང་བསམ་པའི་ཚོར་བ་ཤུགས་ཆུང་པོ་སྤྲད་ཐུབ་ཡོད་ཀི་དེ་འདྲའི་སྦྱོང་བརྡར་དེ་འདྲ་སྤྲད་གི་ཡོད་རེད། བྱས་ཙང་ཀ་དེས་ག་རེ་བསྟན་གི་ཡོད་རེད་ཟེར་ན་མི་དང་མིའི་བར་གྱི་འབྲེལ་བའི་ནང་ལོགས་ལས་ཧ་ལམ་ཕ་རོལ་ཏུ་འདི་ལ་ཡང་དོ་སྣང་སྤྲད་ཀྱི་ཡོད་པའི་རྣམ་པ་ཅིག་བསྟན་གྱི་ཡོད་པ་འོ་དེ་རེད་གསུངས་པ་རེད་བྱས་ཙང་ཁ་དེ་འདྲ་ཡིན་དུས་ང་ཚོ་སྤྱི་ཚོགས་ག་འདྲ་ཅིག་གི་ནང་ལ་བསྡད་པ་ཡིན་ན་ལས་ག་དུས་ཡིན་པ་ཡིན་ན་གསུང་གི་འདུག་ཕྱི་རྒྱལ་འདི་ཚོ་གི་ཁར་ཤི་ཀི་ཨོར་སི་ཏུས་ཏེ་རྣམ་པ་ཚོ་ཁ་ཚང་ངོ་མ་ཡིན་ཤེས་པར་ཁར་སི་ཀི་ཨོར་སི་ཏུས་ང་རང་ཚོ་མི་གཞན་པ་ཅིག་ལ་ཅིག་ངོ་ཤེས་བཏང་དགོས་ཡོད་ན་ཨ་སོ་སོ་བས་བོད་ནི་དེའི་རྒྱུ་ཡོད་མ་རེད་བས་སོ་སོ་ག་ཅི་ཅི་ཡིན་བསམ་བྱས་ང་ཚོ་ད་ཅིག་མཉམ་པོ་འཛོམས་འཛོམས་འདྲ་བ་དེ་འདྲ་ཞིག་ངོ་མ་ཤེས་ན་ཕག་ཕྱིན་རྗེས་ལག་པ་བཏང་རྗེས་བཀྲ་ཤིས་བདེ་ལེགས་ལབ་དགོས་རེད་སྦྱང་དགོས་རེད་དེ་ཚོ་ཕག་ཕྱིན་རྗེས་རེད་འཛམ་བུ་གླིང་གི་མིའི་བྱ་བཞག་ག་འདྲ་ཆེན་པོ་སྒྲུབ་ཐུབ་མཁན་འདི་ཚོ་ཡང་བརྒྱ་ཆ་དགུ་བཅུ་གཏད་ད་ཁོ་ཚོ་ལམ་སང་ཧ་གོ་དགོས་རེད་ཁོ་ཚོ་ལས་ཀ་བྱེད་སྟངས་དེ་ག་རེ་རེད་ཟེར་དུས་བོད་འདེད་གི་མ་རེད་ཅིག་དགའ་ཆེན་ཡིན་མདོག་མདོག་འདྲ་བོ་ཅིག་བྱས་རྗེས་ཁོ་ཚོས་ག་རེ་བྱེད་ཀྱི་རེད་ལམ་སང་ཕག་ཚོ་ཕྱིན་རྗེས་ཧ་གོ་ཟེར་ན་མིང་འདི་བྲིས་ག་ནས་ཡིན་པས་ག་འདྲ་ག་འདྲ་ག་འདྲ་ཟེར་ག་རྗེས་ཨ་འདི་འདྲ་བྱས་རྗེས་དེ་བྱེད་ཀྱི་རེད། ད་ང་ཚོ་མང་པོ་ཅིག་གར་བྱེད་ཀྱི་རེད་ཨ་ནི་ངོ་ཤེས་པ་ཞེ་དྲག་མེད་ན་ཟུར་དེ་ཚོ་ལ་འབྱར་ནས་བསྡད་ཅིག་ཡང་མེད་ན་ཨ་ནི་ང་དགའ་ཅན་ཡིན་དོགས་དོགས་བྱས་ནས་སྦོས་ནས་བསྡད་འདྲ་བོ་ད་མང་པོ་ཞིག་འདུག་ཨ་དེ་ང་ཚོའི་གཤིས་ཀ་ནང་ལས་ཤུགས་ཆེན་པོ་རེད་བ་བྱས་ཙང་ཀ་དེ་བྱས་ཡོད་ན་ཨ་ནི་མི་དང་མི་བར་གྱི་ངོ་ཤེས་ཡས་ཀྱི་རྒྱུ་ལམ་དེ་རྦད་དེ་འགག་བསྡད་ཀྱི་ཡོད་རེད་བ་བྱས་ཙང་ཀ་འདི་མི་སུ་འདྲ་ཞིག་ཐུག་ན་ཧ་ཧུ་ལབ་ཡས་ཅིག་དང་སྐད་ཆ་བཤད་དགོས་ཡས་དེ་གལ་ཆེན་པོ་རེད་བྱས་བྱས་ད་འདི་ང་ཚོ་མི་དང་མི་བར་གྱི་འབྲེལ་བའི་རྒྱུ་ལམ་ནང་ལོགས་ནས་གོམ་པ་དུ་མ་སོང་ན་དང་པོ་སྤོས་དང་གོ་དེ་རེད་བ། དེའི་རྒྱུ་ཅི་ཨ་ནི་དེང་མ་ཉིད་བ་ཁྱེད་རང་ག་ནས་རེད་བ་ག་ནས་རེད་བ་གཅིག་རེད་མཚན་ག་རེ་ཡོད་ཕྱག་ལས་ག་རེ་གནང་དགོས་ཟེར་མང་པོ་ཅིག་གཅིག་བྱས་གཉིས་བྱས་ཨ་ནི་དེ་འདྲའི་དྲི་བའི་བརྒྱུད་རིམ་ནང་ལོགས་ནས་ཨ་ནི་སྐོར་རིམ་པས་རིམ་པས་ངོ་ཤེས་བ་བྱས་ཨ་ལས་ཨ་ནི་དེ་ཚོའི་ནི་སྐད་ཆ་གི་རིང་རུ་རིང་འགྲོ་དུས་ཨ་ལས་ཨ་ནི་ང་ཚོ་སྔོན་མ་ནི་དེ་གཅིག་གཅིག་གཅིག་རེད་དོ་བ་ཟེར་གི་སྐད་ཆ་སྐོར་རང་བཞིན་རེད་བ། བྱས་ཙང་ཀ་དེ་འདྲ་ཡིན་དུས། དང་པོ་ནི་གང་ལྟར་མི་སུ་འདྲ་ཞིག་ཡིན་ན་ལས་འཚམས་འདྲི་ཞུ་ཡི་དང་དེ་ཚོ་དཔེ་གལ་ཆེན་པོ་ད་ང་རང་ཚོ་རང་བཞིན་ཀུ་རང་དེ་འདྲ་རེད་བ། དེ་མ་གཏོགས་ཅིག་གིས་མི་སུ་འདྲ་ཞིག་ལ་ཡིན་ན་སྐྱོན་བརྗོད་བྱས་རྗེས་དོན་དག་སྒྲུབ་ཡས་སུ་དཀའ་ལས་ཁག་པོ་དཔེ་མི་སེར་དཀའ་ལས་ཁག་པོ་རང་བཞིན་སླེབས་འདུག་བ་དེ་དེ་ང་ཚོ་གཞན་པ་བྱེད་ཁོག་མ་རེད་རྣམ་པ་ཚོ་སྐད་འཕྲིན་ནང་ལས་ཚོད་ལྟ་ལྟ་དང་མི་གཞན་པ་ཞིག་ལ་སྐྱོན་བརྗོད་ཅིག་བྱེད་གནང་དང་ཨ་ནི་ལམ་སང་རྒྱག་རེས་བྱ་ཡས་ཅིག་དང་ལམ་སང་དེ་ལ་ཁ་བརྡ་ཡས་ཅིག་སླེབས་ཡས་རྒྱག་ཅིག་རྒྱག་རེད་བ་དེ་དེ་ང་ཚོ་རང་བཞིན་གྱི་རེད་འདུག་བ་བཏང་སྙོམས་ལས་བཞག་ན་དཀའ་དགོས་ཅིག་མི་ཡོང་གི་མེད་འདུག་བ་དེ་གོ་བལྟ་བས་ང་ཚོ་མི་ཡི་སའི་དེ་གི་གར་སྟེང་གི་ཡོར་སེ་དུས་ང་ང་ང་སའི་དེ་གར་ཡོར་སེ་དུས་ཧ་ཅང་གི་ཤུགས་ཆེན་པོ་ཆེ་ཨ་ནི་སྐྱོན་བརྗོད་ཅིག་བལྟ་བ་བཏང་པའི་སྐབས་དེ་ལ་ང་ཚོ་ང་རང་ཚོ་གསུང་གི་དོ་སྣང་བའི་ནང་ལ་ང་སའི་དེ་བལྟ་དེ་སྐྱོན་བརྗོད་ཅིག་བཏང་ཡོང་དུས་མིང་ཅིག་བོད་ཀྱི་སྐོར་ཅིག་རེད་ཤག་སེ་ལབ་ནས་སྐྱོན་བྱས་ན་བལྟ་རྟོག་རྟོག་ཡོད་ཅིག་མཐོང་ཡོང་གི་རེད་སོ་སོ་རང་ཉིད་བལྟ་དུས་ང་བལྟ་རྟོག་རྟོག་རིག་རིག་ཅིག་ཡོད་བ་ཅིག། རེད་བ། ཡང། སོ་སོ་རང་ཉིད་ལས་བསྟོད་ར་ཅིག་བཏང་མཁན་ཞིག་བྱུང་བ་ཡིན་ན་ལ་བས་ངག་ཞེས་གོ་ཆས་ཅན་པས་ཁྱོད་རའི་མིང་ཅིག་བོས་ཀྱི་བསྟོད་ར་ཅིག་བཏང་གིན་ན་ཁྱོད་རང་ཡང་རྡོག་རྡོག་རེ་རེ་ཡར་ཐོན་དགོས་ཡག་རེད། ད་དེ་དུས་ཀྱི་ང་ཚོ་ངར་འཛིང་ཟེར་དེ་ཤུགས་ཆེན་པོ་དེ་རེད། ད་ཁྱེད་དེ་ལ་བཏང་སྙོམས་ལས་བཞག་ན་ཨ་ནི་ཁོ་རང་བཞིན་གྱི་ལྷོད་ལྷོད་དྲ་བ་ཞིག་བསྡད་ཀྱི་དུས་ཚོད་རེད་ཡིན་པ་ཡིན་ན་ང་ཚོ་མིའི་མི་ཚེ་ཞིག་བཏང་སྙོམས་བསྡད་ཀྱི་མ་རེད་བ། ཡར་མར་ག་རེ་ཡིན་ར་ཚང་མ་ཡོད་བསྡད་པ་རེད་བ། བྱས་ཙང་ཁ་འདི་འདྲ་ཡིན་དུས་ཁོ་བསམ་བློའི་ནང་ལོགས་ལ་ག་དུས་ཡིན་པ་ཡིན་ན་ལ། ཇི་གར་སོང་བར་འགྲོ་ལུགས་འགྲོ་སྟངས་འདི་ཚོ་ཏིག་ཏིག་ཅིག་ཤེས་དགོས་ཀྱི་གནད་དང་འདི་རེད། འོ་ད་གང་ལྟར་མཐའ་མའི་སྡོམ་འདི་གར་རྒྱག་གི་ཡོད་ཟེར་ན། ད་གལ་སྲིད་ཁྱོད་རང་མི་གཞན་པ་ཞིག་དང་གྲོགས་པོ་སྒྲིག་འདོད་ཡོད་བ་མི་གཞན་པ་ལས་འབྲེལ་འདྲིས་བྱེད་འདོད་ཡོད་ན། དང་པོ་འདི་ག་རེ་བྱེད་དགོས་རེད་མི་གཞན་པ་ལ་ལྷག་བསམ་རྣམ་དག་གི་སྒོ་ནས་དང་གཞན་དང་དགའ་གཞན་དུ་བྱེད་དགོས་གི་རེད། དེ་གཞི་ལས་བཞག་པའི་ཐོག་ནས་ཨན་ཁྱེད་རང་མི་དང་འབྲེལ་འདྲིས་ཡོང་གི་རེད་ལ་གྲོགས་པོ་ཡང་མང་ཡོང་གི་རེད་བྱས་རྗེས་དེ་རེད་ད་ང་རང་ཚོ་བཤད་སྟངས་བྱས་ན་དཀའ་སྡུག་བཤད་ཟེར་ན་སེམས་པ་བཟང་པོ་ཟེར་གི་གནས་བབ་དེ་རེད་དེ་མི་བཟང་པོ་བྱས་ཟེར་དེ་བྱས་བ་ཡིན་ན་མི་བཟང་པོ་ཟེར་དེ་རང་བཞིན་འཆལ་བ་ཡིན་ན་ཁོ་སུ་ལ་ཡིན་ན་ལས་ཅིག་ཅིག་བྱེད་གི་རུ་བ་རང་བཞིན་གྱི་ཚུལ་བྱེད་གི་རུ་བ་ད་གཞན་སེམས་པ་ངན་པོ། དེ་འདྲས་བྱས་བསྡད་པ་ཡིན་ན་ཨ་ནི་ཕྲག་དོག་ངར་རྒྱལ་ད་དེ་གཅིག་དོལ་ཆ་ཞིག་ད་གཏི་མུག་ཆ་ཚང་མགོ་ལ་གྱོན་བསྡད་ཡོད་ན་ཨ་ནི་སོ་སོ་གཅིག་པོ་བྲག་ཕུག་ལ་ལྷག་བསྡད་ཀྱི་གནས་སྐབས་དེ་ཆགས་བསྡད་དགོས་པ་རེད་པ། འོ་དེ་འདྲས་འདྲ་བོ་རེད་ཤགས། འོ་ལགས་སོ་དེ་དེ་རིང་དེ་ཙམ་བྱས་ད་དེ་རིང་དེ་ནི་མ་ལེའུ་གཅིག་འདོད་ཡོད་ཐུགས་ཟིན་ད་ངས་དེ་ནི་མ་གཏམ་རྒྱུད་ཁ་ཟས་མདོ་དུས་དོན་མ་སྒྲུང་ཆ་ཚང་དེ་ངས་བེད་དུ་མ་ཞུ་གི་མེད་ད་དེ་དུས་ཚོད་ཀྱི་ཆ་ནས་དམིགས་བསལ་གྱི་ཡང་མཚམས་རེ་ང་རང་ཚོ་གི་ཀླད་པའི་ནང་ན་འཛུགས་མ་འཛུགས་ཟིན་དེ་གནས་ག་རེ་ཤགས་བྱས་ཙང་ད་ག་འདྲ་མདོར་བསྡུ་གོ། གནས་བབ་དེ་འདྲ་ཅིག་རེད་ཤག་ཅེས་ཀྱི་ཞུ་ཡི་འདུག་འོ་དེ་བྱས་དེ་རྣམ་པ་ཚོ་ད་དུང་ཞིབ་ཕྲ་ཁྱེད་ད་འདི་ཆེ་བས་ནས་ད་དེབ་ད་ག་རང་གཟིགས་ཤག་ན་དེ་དཔེ་ཡག་པོ་འདུག་ཨོ་དེ་འདྲ་བྱས་ཀྱི་ཁོ་འདི་གི་ནང་ལོག་ལས་ད་ང་རང་ཚོ་མང་ཆེ་གི་ཚོད་ལྟ་བལྟས་ཀྱི་ཡིན་ག་རེ་ཟེར་ན་ལག་ལེན་ལས་མ་བལྟ་ན་བྱ་བ་ག་རེ་ཡིན་ན་ར་ཅི་ཡང་ཡོད་མ་རེད་པ་བྱ་བ་ག་འདྲ་ཅིག་ཡིན་ན་རེད་ང་རང་ཚོ་དཔེ་ཆ་ཞིག་ཡིན་པ་ཡིན་ན་ལས་ག་རེ་གནང་དགོས་སུ་ཉམས་ལེན་བྱས་གསུང་གི་འདུག་དེ་མེད་ན་ཨ་ནི་ག་ཚོད་བལྟས་བ་ཡིན་ན་ཤེས་ཅིག་པོ་རེད་མ་གཏོགས། ཨ་ནི་ག་ས་གོ་རེ་ཅི་ག་མེད་དེ་བར་བ་འོ་དཔེ་དེ་ནང་དང་ག་ད་ང་རང་ཚོ་ག་རེ་སྦྱངས་པ་ཡིན་པ་ཡིན་ན་ལ་དེ་ག་རེ་གོ་གི་འདུག་སི་ཏུའི་ལག་ལེན་ལྟར་ཡེ་ལེ་འབད་བརྩོན་གནང་བ་ཡིན་ན་ཨ་ནི་དེ་དཔེ་ན་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་ལ་ཡིན་ན་རེ་ཚོང་གི་དེབ་ཡིན་ན་རེ་ཁ་བྲལ་ཞིག་ཡིན་ན་དེབ་ག་ཤེས་པ་སྐད་གྲགས་ཆེན་པོ་ཤོས་ཅིག་ཡོད་དུས་དེ་ཡོད་དུས་ག་ཤེས་ཀྱི་ཚོང་པ་དེ་འདྲས་ལབ་གི་འདུག་མི་ཚེ་རྦད་དུ་འགྱུར་བ་བཏང་སོང་ལབ་གི་འདུག་དེབ་ཁོ་རང་གི་རྫུན་དྲུག་དོན་གྱི་འགྱུར་བ་བཏང་གི་མ་རེད་པ་ཁོས་ནང་ལས་བཤད་པའི་ཐབས་བྱུས་དེ་ཚོ་གོ་ལག་བརྡ་བསྟར་རྗེས་ཨ་རིའི་སོ་སོའི་མེ་ལྕེ་དུ་འགྱུར་བ་འགྲོ་གི་ཡོད་རེད་འོ་ད་དེ་གཅིག་པ་གཅིག་རྐྱང་ང་ཚོ་ག་དུས་ཡོད་ན་འོ་དེ་ཚོས་དེ་དེ་ཚོད་ལྟ་བསྡད་པ་ཡིན་ན་རང་བཞིན་གྱི་སླེབས་དོན་རེད་དེ་སྐྱོན་བརྗོད་ཅིག་སླེབས་སོང་ན་ཨ་ནི་ལམ་སང་རྗེས་དམག་མི་དེས་སྐད་ཆ་བཤད་སྙིང་ཡང་མ་འགྲོ་བ་གཅིག་ཨ་ཡང་གཅིག་བྱས་ན་དེ་བྱས་རྗེས་ཕ་གི་ཡང་ཕོག་ཡོང་བསམ་པ་བྱས་རྗེས་འོ་དེ་མདོར་ན་ག་དུས་ཡིན་ན་ཡང་གོམ་པ་བདུན་ལས་བོ་ཡིས་ལ་ག་དེའི་གནས་སྟངས་དེ་འདྲ་རེད་ཤག་འོ་ལགས་སུ་ཐུགས་རྗེ་ཆེ་ད་དེར་འདས་ཙམ་མི་འདུག་ཤིང་ཐུགས་རྗེ་ཆེ།